དང། འགྲོགས་པའི་ཐ་མ་དེ། ཐ། ཅིག་གཅིག། ཨེ་ནི་སྐད་ཆའི་བཤད་མ་ཐུབ། ཨེ་ནི། ད་ལག་པ་ནས་འཇུས་བྱས། ལག་པ་ཉབས་སུ་ཉབས་སུ་བྱས་བྱས། ད་དེ་འདྲ་ཞིག་ངང་ནས། ཨེ་ནི་ཐ་མའི། Good bye། ཟེར་ཡག་དེ་ཟེར་ཡག་ཡིན་པ་རེད། རེད་བ། ཨེ་ནི་མི་འདུག་བ། ད་དེའི་བྲལ་ཡག་དེ། ང་ཚོ་ལུང་པ་གཅིག་ནས་གཅིག་ལ་ཕྱིན་པའི་ཁ་ཐུག་ལ Good bye ཟེར་ཡག་བྱེད་པ་དེ་ཁོ་རང་ད་ཡང། ཨ་མུ་མཐུད་ནས་ཐུག་ཡག་གི་ཐབས་ཤེས་བྱེད་ཡག་རེད་བ། ཁ་བ་རུ་ཞིག་བཏང་པ་ཡིན་ནའི་ལས་སླ་བོ་ཐུག་ཡག་ཡོད་རེད། ད་དེའི་ཉིན་མོ་དེ་གཏན་བྲལ་རེད།

དེ་ནས་དབུགས་ཆེན་པོ་གཅིག་མ་དང་ཡར་རྔུབ་ཡར་མེད་པ་བྱས་ཤི་འགྲོ་བ་ཡིན་པ་རེད། ད་ཚེ་འདིའི་སྣང་བ་དེ་འདུལ་བ་རེད། ཨ་ནི་རྗེ་བཙུན་མི་ལས་སྲུང་བ་ནང་བཞིན་ཨ་ནི། རོ་བཞིན་འཇིགས་སུ་རུང་བ་དེ་རྣལ་འབྱོར་ལུས་ཀྱི་རྩ་ན་བདག་སྲུང་བ་ནང་བཞིན་གྱི་ང་ཡི་ལུས་ཅན་ནི་པད་ནམ་རྒྱུད་པའི་སྐྱེས་བུ་བཞི་པོ་བྱེད་དེ་ཡག་གི་ལུས་འདི་ད་རོ་ཆགས་པ་ཡིན་པ་རེད། ཨ་ནི། དེ་ཉལ་སའི་ནང་ལ་སྲུང་བ་ནང་བཞིན་རེད། ད་རོ་དེ་ཉི་མ་གཅིག་འགྲོ་དུས། རྣམ་པར་བསྟོད་པ། རྣམ་པར་ཕམ་པ། རྣམ་པར་འབུས་ཤིག་པ། རྣམ་པར་གསོལ་བ། ད་དེ་དེ་ནི་ག་རེ་གོ་རེ། ཨཱ་ནི་རྣམ་པར་སྨྲ་བ། ད་དུག་སྤྲོ་བསྡིགས་འགྲོ་བ། ད་དུག་ཟེར་ནི་ཨཱ་ནི་ད་ག་ས་དེ། བླ་མ་རུ་ཕྱིན་པ་ཡིན་ན་པུར་དང་པུར་ཞིག་བཟང་གོས་ཀྱིས་བཏུམས་ཀྱང་གསེར་ཁང་ནང་དུ་འོང་དུས་ཤོག་འོང་གསོལ་ཡང་འགྲོ།

བློ་ལ་བྱང་བ་བྱས་ནས་ད་ང་རང་ཡང། དེའི་ཆོས་ཅན་ལས་མ་འདས་པ་རེད་བསམ་པ། འདི་ལྟ་བུའི་ཆོས་ཅན་ལས་མ་འདས་པ་རེད་བསམ་པ་ཅིག་འདུག་བསམ་བློ་བཏང་བ་ཡིན་ན། ཨེ་ནི་འཆི་བ་དེ་ཅིག་གསོད་པར་ཆགས་ཀྱི་འདུག་ཨ། དེ་འདྲའི་ཞིག་གི་ངང་ནས་ཨེ་ནི། ནམ་འཆི་ངེས་མེད་བསམ་བློ་བཏང་སྟེ་བྱས་ན། ཏོག་སེམས་ནག་ལོག་ལ་འཚོ་བ་ཤུགས་ཆེ་ཡང་འཚོ་བ་རྣོན་པོ་ཡོང་ཡ་ད་ཁྱད་པར་ཡོད་པ་རེད། ད་ནམ་འཆི་ངེས་མེད་བསམ་པ་ནི། འོང་ཡང་ད་ནམ་འཆི་ངེས་མི་བསམ་པ་ནི། དེ་རིང་ཕན་ཆད་རྒྱ་མཚོན་ཆད་ལ་ཕྱི་འོག་འོང་བ་ངེས་ཤིང། དེའི་བར་གྱི་ཞག་གང་ལ་འོང་མ་ངེས་པས། དེ་རིང་ལྟ་བུ་ལ་འཆི་མི་འཆི་གང་དུ་ཡང་ཐག་མི་ཆོད་མོད། འོན་ཀྱང་བློས་འཆི་བའི་ཕྱོགས་བཟུང་ནས། དེ་རིང་འཆི་སྙམ་པའི་བློ་སྐྱེ་དགོས་ཏེ་དེ་རིང་མི་འཆི་སྙམ་པ་དང་ཕལ་ཆེར་མི་འཆི་སྙམ་པ། བློས་མི་འཆི་བའི་ཕྱོགས་བཟུང་ན་ཚེ་འདིར་འདོད་པའི་གྲབས་བྱེད་བྱས་ཏེ་འཇིག་རྟེན་ཕྱི་མའི་གྲབས་བྱེད་པ། མི་འོང་བས་དེའི་བར་དུ་འཆི་བདག་གིས་བཟུང་ནས་མྱ་ངན་དང་བཅས་ཤིན་ཏུ་འཆི་དགོས་པའི་ཕྱིར་རོ། ཉི་མ་རེ་རེ་བཞིན་འཆི་བའི་གྲབས་བྱས་ན་ནི་འཇིག་རྟེན་ཕ་རོལ་གྱི་དོན་མང་པོ་འགྲུབ་པས་མ་ཤི་ན་ཡང་དེ་བྱས་པ་ལེགས་ལ། ཤི་ན་ནི་ཁྱད་པར་དུ་ཡང་དེ་དགོས་པ་ཡིན་ནོ་དཔེར་ན་རང་ལ་གནོད་པ་དྲག་པོ་བྱེད་པའི་དགྲ་ཆེན་པོ་ཞིག་དུས་འདི་ནས་ལོ་འདིའི་བར་ལ་འོང་བ་ནི་ཐག་ཆོད་ལ། ཞག་གང་ལ་འོང་མི་ཤེས་ན་ཞག་རེ་རེ་ནས་དོན་དེ་ཟོན་བྱ་དགོས་པ་དང་འདྲའོ་ཞག་རེ་རེ་ནས་དེ་རིང། ཕྱིའི་མཉམ་པའམ་ཐ་ན་དེ་རིང་ཕལ་ཆེར་ཕྱི་མཉམ་པ་བྱུང་ན་གང་དུ་འགྲོ་བའི་འཇིག་རྟེན་ཕྱི་མའི་དོན་བྱེད་ཅིང་འཇིག་རྟེན་འདིའི་བསྡུས་གྲབས་མི་བྱེད་ལ་བསམ་པ་དེ་མ་བྱུང་ན་འཇིག་རྟེན་དེ་འདོད་པར་མཐོང་ནས། དེའི་གྲབས་བྱེད་ཀྱི་འཇིག་རྟེན་ཕྱི་མའི་དོན་མི་བྱེད་དེ། དཔེར་ན། གནས་གཅིག་ཏུ་རིང་དུ་བསྡད་སྙམ་ན་དེའི་བསྡུས་གྲབས་བྱེད་པ་དང་དེར་མི་སྡོད་པར་གཞན་དུ་འགྲོ་སྙམ་ན་གང་དུ་འགྲོ་བའི་གྲབས་བྱེད་པ་བཞིན་ནོ། དེས་ན་ཉི་མ་རེ་རེ་ནས་ཕྱིའི་མཉམ་པའི་བློ་སྐྱེ་དགོས་སོ། འདི་ལ་གསུམ་ལས། འཛམ་བུ་གླིང་པའི་ཚེ་ལ་ངེས་པ་མེད་པར་བསམ་པ་ནི། སྤྱིར་སྒྲ་མི་སྙན་པའི་ཚེ་ནི་ངེས་ཀྱི། གཞན་རྣམས་རང་རང་གི་སྲིད་རྩེར་ཐུབ་པའི་ངེས་པ་མེད་ནའང་ཕལ་ཆེར་ངེས་པ་མང་ལ། འཛམ་བུ་གླིང་པའི་ཚེ་ནི་ཤིན་ཏུ་མ་ངེས་པ་ཡིན་ཏེ་དང་པོ་ནི་ཚེ་ལོ་དཔག་ཏུ་མེད་པའང་བྱུང་ལ། ད་གདོད་ལོ་བཅུ་ལོན་པ་ལ་རིགས་འདྲ་བྱེད་དགོས་ཤིང་ད་ལྟ་ཡང་རྒན་གཞོན་བག་མ་གང་ལ་འཆི་མ་ངེས་པར་སྣང་བའི་ཕྱིར་རོ་དེ་ལྟར་ཡང་མཛོད་ལས་འདི་ན་མ་ངེས་ཐ་མ་ནི་ལོ་བཅུ་ལྷག་མ་ཐོབ་བྱེད་དང། ཚོམས་ལས། སྔ་དྲོ་སྐྱེ་བོ་མང་དུ་འོང་བ་ཕྱི་དྲོ་ཁ་ཅིག་མཐོང་མི་འགྱུར་ཕྱི་དྲོ་སྐྱེ་བོ་མང་དུ་འོང་བ་སྔ་དྲོ་ཁ་ཅིག་མཐོང་མི་འགྱུར་ཞེས་དང་སྐྱེས་བུ་སྐྱེས་པ་བུད་མེད་མང་པོ་དང་དར་ལ་བབ་པའང་མཆིས་གྱུར་ན་དེ་ལ་མི་འདི་གཞོན་ཞེས་ཏེ། གསོན་པའི་སྟེང་དུ་ཅི་ཞིག་ཡོད། ཁ་ཅིག་མངལ་དུ། ཁ་ཅིག་མངལ་དུ་འཆི་བར་འགྱུར་དེ་བཞིན་ཁ་ཅིག་བཙས་པའི་སར། དེ་བཞིན་ཁ་ཅིག་གོ་བ་ཙམ་ན་དེ་བཞིན་ཁ་ཅིག་ཡོང་གྱུར་ན་ལ་ལ་རྒན་དང་ལ་ལ་གཞོན་ལ་ལ་དར་ལ་བབ་པའི་མི་རིམ་གྱིས་རབ་ཏུ་འགྲོ་གྱུར་ཏེ་འབྲས་བུ་བུམ་པ་བཏུང་བ་བཞིན་ཞེས་གསུངས་ཏེ། བླ་མའམ་གྲོགས་ལ་སོགས་པ་ཚེ་ཡི་མཐར་མ་ཕྱིན་པར་གློ་བུར་དུ་ཕྱི་དང་ནང་གི་འཆི་རྐྱེན་གྱི་བསམ་པ་མ་རྫོགས་པར་ཤི་བ་མཐོང་ངམ་ཐོས་པ་རྣམས་ཡིད་ལ་བྱ་ལ། བདག་ཀྱང་ངེས་པར་དེ་ཐོས་པའི་ཆོས་ཅན་ནོ་སྙམ་དུ་ཡང་དང་ཡང་དུ་བསམ་ལ་འཆི་བའི་བློ་ཅི་བགྱི་བྱའོ། ནོ། ད་འཆི་བ་ཡོང་རྒྱུ་ཡིན་པ་གཏན་འཁེལ་བ་ཙམ་དུ་མ་ཟད་པས་ད་འཆི་བ་ག་དུས་ཡོང་བྱ་བྱེད་ཡ་མེད་ད་བ་དེ་འདྲ་ཡིན་པ་རེད། ས་འདི་འདྲའི་ཡིན་དུས་ད། གུང་ཐང་རིན་པོ་ཆེས་ལོ་ཟླ་བ་འདི་ལ་འདི་སྣང་གི། ཁ་ས། ད་ངས་ཡང་ཡང་འགྲོ་གི་མི་འདུག། ད་ག་ད་ཅིག་སོ་སོའི་པའི་མི་ཚེ་འདིའི་ཅིག། བྱ་སྒོ་བྱེད་སྒོ་འདི་འདི་ཚགས་སུ་ཚུད་པར་བྱས་ནས། འོ་རེད། ལོ་ཟླ་བ་འདི་ལ་འདི་སྣང་གི་ལས་བྱ་ཞིག་ཚགས་སུ་ཚུད་ནས་འདུག་སླར་གཙང་མའི་ཆོས་ཤིག་བྱེད་སྙམ་པ་འདི་ཐམས་ཅད་བསླུ་བའི་ཕུང་ཁྲི་ཡིན། ལོ་འདི་དང་ཟླ་བ་འདི་དང། བདུན་ཕྲག་འདིའི་རིང་ལ་ང་དེ་འདྲ་ཞིག་བྱེད་དགོས་ཡོད་དེ་ནས་ངས་ཆོས་བྱེད་བསམ་པས་དེ་འདྲའི་གི་བསམ་པ་འདི། ཕུང་ཡག་གི་ཉེན་ཁ་ཡོད་རེད་གསུང་བ་རེད། སླར་གཙང་མའི་ཆོས་ཞིག་བྱེད་གི་ཡིན་བསམ་དེ་ཡག་འདི་འདི་ཐམས་ཅད་བསླུ་བའི་ཕུང་འཕྲིན་ཡིན། ག་རེ་ཟེར་ལབ་ན། ཚེ་འདི་སྣང་གི་བྱ་བ་ཆུ་གཉིས་འདྲ། གཅིག་འདས་རྗེས་གཅིག་ཟིན་འདི་འོང། གཅིག་གི་ནོན་འདི་འོང་དེ་འགྲུབ་ཀྱིན་འགྲུབ་ཀྱིན་མང་དུ་འགྲོ། ད་བཙན་དུགས་སུ་བཅངས་ན་མི་ལེགས་བསམ། ཚེ་འདིའི་ཚེ་འདི་སྣང་གི་བྱ་བ་ཟད་དེ་ཆུའི་གཉེར་མ་ནང་བཞིན་རྫོགས་རྒྱུ་མེད་བདེ་བར་གཅིག། སོ་སོ་བསམ་བློའི་ནང་ལ་ད་འདི་ཚར་སོང་ན་ཨེ་ནས་ངས་ལས་ཀ་ད་བྱ་བསམ་པར་བྱོས་ནས་ཡང་ཁོ་གཅིག་གིས་ཞུ་ཁོ་གཅིག་ཐོས་གཅིག་ཁོ་རྟེན་འབྱུང་ན་རྟེན་འབྱུང་རང་རེད། རྐྱེན་གཅིག་གིས་ཡང་རྒྱུ་རྐྱེན་གཅིག་གིས་ཡང་ག་སོག་རེད་ཕེབས་འབྲས་བུ་གསར་བ་ཞིག་སྐྱེས་འབྲས་བུ་དེས་ཡང་རྒྱུ་རྐྱེན་བྱས་ནས་ཡང་འབྲས་བུ་གསར་བ་གཞན་ཞིག་དྲངས་ཡོང་ཡང་དེས་རྒྱུ་རྐྱེན་བྱས་ནས་ཡང་འབྲས་བུ་གཞན་ཞིག་དྲངས་ཡོང་ནས་ཁོ་རྫོགས་རྒྱུ་མེད་བདེ་བར་གཅིག་ཆགས་ཀྱི་འདུག་བ། ས་འདི་འདྲ་ཡིན་པ་ཡིན་དུས་ཙཱ་ནས། ད་ཆུ་ཡི་སྙེ་མ་ན་བཞིན་རྫོགས་རྒྱུ་མེད་བསྡད་པ་རེད་ད་དེ་ད་སོ་སོ་བཙན་ཐབས་སུ་ད་ད་དེ་ཡིན་བསམ་པའི་མཚམས་རོབ་བཅད་ནས་བཞག་ན་མ་གཏོགས་ཡོང་ཡ་མེད་པ་རེད། ཨོ་དེ་འདྲ་སོང་བ་རེད། ཨུམ། དེ་འདྲ་ཡིན་དུས། ཆོས་བྱེད་ཀྱི་སང་ཉིན་ཆ་གྱེས་པར་ཕྱི་དུས་ཀྱི་དེ་རིང་སླེབས་ཉེན་ཆེ་ད་རང་མགོ་རང་གིས་མ་སྐོར་བར་ཆོས་བྱས་ན་དེ་རིང་ཉིན་ནས་གྱིས་ཟེར་ནས་སོང་ཡ་དེ། ད་སང་ཉིན་ཆོས་བྱེད་ཀྱི་ཡིན་སང་ཉིན་ཆོས་བྱེད་ཀྱི་ཡིན་བཞུགས་སྒོར་ཆོས་བྱེད་ཀྱི་ཡིན་ཟེར་ནས་ལབ་བསྡད་ཡག་གི། སང་ཉིན་འདི་ཤག་ཤག་གོང་ལ་ད་ཕྱི་རན་པ་རེད་ཟེར་ཡག་གི། ད་ད་དེ་རིང་ཕྱི་གི་རེད་ཟེར་ཡག་གི་དེ་རིང་གི་ཉིན་མོ་འདི་ཨ་ནི་བས་ཡོང་ཡག་གི་ཉེན་ཁ་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཟ་ནས་ད་ཆོས་བྱེད་ན་ད་ལྟ་ཉིན་ནས་གྱིས་གསུངས་ཏེ། སོ་སོ་སེམས་ཐག་བཅད་ནས། ད་ཆོས་བྱེད་ན་དེ་རིང་ཉིན་ནས་གྲུབ་གསུངས་ཡག་གི་ཆོས་བྱེད་ཟེར་ཡག་འདི་བསམ་པ་བསྒྱུར་རྒྱུ་ལྟར་སྐད་ཆ་རེད་མ་གཏོགས་ད་སྡུག་ས་སྤེལ་བའི་སྐད་ཆ་མ་རེད་སྟག་ཆགས་ལུག་འཇལ་བའི་སྐད་ཆ་མ་རེད། གཙོ་བོ་གཙོ་བོ་ཆོས་བྱ་སྟེ་སེམས་ལས་བྱ་ཡིན་དུས་སང་ནས་ཉི་མ་དེ་རིང་ནས་བཟུང་སྟེ་སྡིག་པའི་བློ་སྐྱེས་ཡོང་དུས་སྡིག་པའི་བསམ་པ་སྐྱེས་ཡོང་དུས་དེ་ལ་གཉེན་པོ་བསྟེན་གལ་ཚིག་ཐུབ་ཐུབ་ཀྱི་ཉུང་ངུ་དང་ཤུགས་ཆུང་ངུ་དང། དགེ་བའི་སེམས། ཨུ་ཚུགས་སྐྱེ་བྱས། བཅོས་མ་ཚུན་ཆད་ཀྱི་ཐོག་ནས་མ་སྐྱེས་པ་སྐྱེས། ཨ་ནི་ག་ལེ་ག་ལེ་གོམས་ཡོང་དུས་སང་ནས་སྐྱེས་པ་དེ་གོང་ནས་གོང་དུ་སྤེལ། འདི་བྱས་ཡག་འདི་ཆོས་བྱས་པ་ཡིན་པ་རེད། རེད་བ། སོ་སོ་ཁྱིམ་ཚང་ནང་ལ་བདེ་སྐྱིད་བདེ་སྐྱིད་ལ་ཆོས་ཀྱི་བསམ་བློ་གཏོང་ཡག་སྡིག་པ་ཉུང་ངུ་བྱས་དགེ་བ་མང་ཚོགས་སྒྲུབ། སོ་སོ་མིའི་ཁྱིམ་ནས་ཁྱིམ་བར་རབ་ཏུ་བྱུང་བ་ཞིག་ན་དེས་ཀྱང་ནས་རབ་ཏུ་བྱུང་བའི་མིང་རྒྱལ་པོ་ནོ་ཞེས་བྱའི་བྱའི་དཔེ་ཚ་ཐུབ་ཐུབ་ཀྱི་ཆོས་བྱ་བ་དག་ལ་བསམས་ན། ཚེ་འདི་གི་གཉེན་ཉེ་དུ་རྐྱང་ཡག་གི་མཚོན་པས་ཅིག་ད་ཡང་སོ་སོའི་ཅིག་མིང་བཟོ་ཡག་བཟོ་རོགས་དངུལ་བཟོ་ཡག་བཟོ་རོགས་ཅིག་དེ་ཚོའི་གྲས་དེ་ད་མི་ཚད་མེད་པ་ཡིན་ན་ད་ཐབས་ཤེས་ཡག་མོ་རེ་མ་གཏོགས་གཞན་གོས་ཚ་ཐུབ་ཐུབ་ཀྱི་སོ་སོ་ཆོག་ཤེས་ལྡན་ནས་འགྲོ་དེ་ཡང་དེ་འདྲ་ཡིན་པ་རེད།